བོད་ཡུལ་ང་ལ་གལ་ཆེན་པོ་ཡོད་རེད། ང་བོད་པར་བཤད་ན་ང་སྤུན་པ་དང་དམོད་མོ་སྐད་ཆ་བཤད་གི་ཡོད། ང་ཚོ་ད་ལྟ་སུ་ལོག་ལ་ཡོད་ཁེལ་གི་བོད་པ་དོ་སོ་གི་ངེས་པ་དང་སྐད་ཡིག་དང་ཆོས་དང་རིག་གཞུང་དེ་འདྲའི་མ་ཉམས་རྗེས་འཛིན་ཟེར་བ་ལ་ད་ཡིན་གཅིག་མེད་གཅིག་ང་ཚོ་ཚོགས་ཁང་གཅིག་གི་ནང་ལ་གཅིག་བལ་ཡིག་ཡིན་ནམ་གཅིག་ཁོ་བལ་སྤུ་གི་དོ་སོ་ལ་བལ་ཡིག་ལྷོ་ཁྲིད་ལྷག་ཁྲིད་ཟེར་ཡ་དང་ནང་ཆོས་ངོ་སྤྲད་ཟེར་ཡ་ད་དེ་ངེས་པ་དང་གལ་ཆེན་པོ་དཔེ་རེད་ཤག་བསམ་གི་ཡོད། ང་བོད་པ་ག་ཅིག་རིག་གཞུང་མཁས་ཆེན་པོ་ཞུགས་ཐུང་གི་འདུག་ཞེས་འཁྲབ་པས་ཞེས་ད་ང་ཡང་ནི་བོད་སྐད་ག་ཅིག་བོད་སྐད་དེ་བྱ་ང་ཡོད་མཁས་ཆེན་པོ་ཐུང་གི་འདུག་ཟུང་འདི་གི Community Hall ཅིག་བཙུགས་པ་ཡིན་ན་རྗེས་མ་མ་འོན་པའི་སོང་ཙག་ལ་ནི་བོད་གཞས་འཁྲབ་ས་དང་བོད་ཡིག་སྦྱང་ས་ཡག་པོ་ཅིག་ཡོད་རེད་བསམ་གི་འདུག་ཐུགས་ཆེ་གནང། མ་འོན་པ་ལ་ཀྲུའུ་དེ་གའི་བོད་ཀྱི་སོན་རྩ་རེད། ཚོགས་ཁང་དེ་བྱུང་རོགས་བྱས་ན། བོད་ཡིག་བསླབ་ས་བོད་སྐད་སྦྱང་ས་ཞིག་རིག་གཞུང་མ་ཉམས་པའི་གཞས་སྦྱང་ས་གང་པོ་ཚོགས་ཁང་ལྕོག་ན་སོ་སོའི་ནང་ལྕོག་ར་ན་འཁུར། སོ་སོ་ལྷོད་ལྷོད་བྱས་ནས་སྦྱང་ཨེ་ཡག་རང་སྤྲོ་སྐད་ལ་བསླབ་སྦྱོང་ཡག་པོ་འོང་གི་རེད། གལ་སྲིད་ང་ཚོ་ལ་ཚོགས་ཁང་ལྕོད་ན་ང་ཚོའི་བོད་པའི་གི་མ་འོངས་པའི་གི་བུ་འུ་དེ་ཚོ་ལ་ཕན་ཐོགས་ས་རེད་དུས་ཚོད་ཆད་ན་ང་ཚོ་རོགས་པ་གནང་རོགས་གནང། ང་བློ་རྩེ་ལ་ཀ་ཁ་གང་ང་ཞང་མགོ་ཡོད་ནི་བ་ལ་ལ་ཀ་ཁ་གང་ང་ཞང་མགོ་ཡོད་ད་པཱ། ད་ཆོས་དད་རིག་གཞུང་དང་བོད་པ་ཚང་མ་ཁ་འཐོར་དུས་སྒང་ལ་དེ་འཛོམ་ས་ཅིག་དགོ་དགོས་རེད་དེ་གལ་ཆེན་པོ་ཞིག་རེད་ལྷག་པར་དུ་སྤུ་གུ་ཆུང་ཆུང་དེ་ཚོ་ལ་སོ་སོ་གི་རིག་གཞུང་དང་སློབ་སྦྱོང་ཇི་དེ་ལ་ཡིན་གཅིག་མིན་གཅིག་ཚོགས་ཁང་མིན་ན་ཡོང་ཡས་ཀང་ཡོད་མར་དེ་ཚོས་ཚང་མ་གི་རོགས་པ་གནང་འགྲོ་ཞེས་ཐུགས་ཆེ་གནང།